མི་ལུས་ཏེ། དེ་ནས་ཨ་རྣམ་པ་ཚུ་ལུས་ཆེན། ཅི་བཏང་མི་ལུས་ད་ལ་སྲུང་གི་འོ་མ་ར་བ་ད་དེ་ཅི་བཏང་མི་ལུས་ད་དེ་ནས། ཁོ་མི་ལ་རེ་བ་གི་སྲུང་བ་ན་བཞིན་ཁང་དུ་ཡོ་ར་བ་ད་ཁྱོད་ནས། འཛམ་བུ་གླིང་ལ་ད་མི་མང་འགྲོ་བའི་དཀའ་ངལ་ཡོད་རེད་མ་གཏོགས། མི་ཉུང་རུ་འགྲོ་བའི་དཀའ་ངལ་ཡོད་མ་རེད་བ་དང། ད་ཁ་སང་ད་ཉི་མ་ཁ་ཤས་ད་ཉི་མ་རྟག་པར་ཟེ་ཡ་གང་ཟེ་ཆེན་རྣམ་པར་ཞུ་ཡ་གཅིག་ཡང་ཆར་ཡང་ཆར་རྗེས་ཟློས་ཆེ་ཡང་ཆར་ཡང་ཆར་ཟློས་ཟློས་ཡ་དེ་དངོས་པོ་གི་གནས་ཚུལ་དངོས་པོ་གི་གནས་ཚུལ་ལ་ག་ཚད་ཡིན་ན་ཡང་བསམ་བློ་གཏང་ཐུབ་ཡ་དེ་ད་ནང་པ་སངས་རྒྱས་པ་གི་དམིགས་ཡུལ་ཟེར་ན་མི་འདུག་ཉམས་ལེན་ཟེར་ན་མི་འདུག་ད། ཁོ་རང་བཞི། ནང་པ་སངས་རྒྱས་པའི་ལྟ་བ་ཟེར་ན་མི་འདུག་ད་ཡོངས་རྫོགས་དེའི་སྐབས་རང་ན་སླེབས་བསྡད་ཡོད་རེད་ཟེར་ངེས་ད་ཚར་མང་པོ་ཞུས་ཚར། ད་དེ་རང་ལ་གཞིར་བཞག་ནས་དཔེར་ན། དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་མཁན་དེ་ཡང།

གང་ཟག་ཕ་བཤད་ཚུལ་ཉན། དེ་བྱེད་སྟངས་དེ་གཟབ་གཟབ་མ་བྱས་ན། དེ་ཡང་དེང་སང་ད་དེང་སང་སྤྱི་ཚོགས་ད་པད་དྲན་རྒྱུ་དགོས་པ་རེད་བསམ་བློ་བཏང་མཁན་མང་པོ་རེད། ནང་པ་སངས་རྒྱས་པ་དེ་ཚོ་ཁོ་རང་ཚོ་ཁོ་རང་ཚོ་མི་ལུས་རིན་པོ་ཆེ་བརྩི་གི་འདུག་མ་གཏོགས་གཞན་དག་ཐམས་ཅད་གང་ཅིག་མི་གྲལ

གཟབ་གཟབ་མ་བྱེད་ན། ཁོ་སངས་རྒྱས་ཀྱི་རྗེས་འཇུག་པ་དེ་ཚོ་རྐྱང་པ་ལ་དེ་ནི་མི་དེ་མི་ཡག་ག་དང། མི་གནད་འགག་ཆེ་བ་དང་མི་རྩ་ཆེ་བ་ཡིན་པ་གི་རྒྱུ་མཚན་ཅིག་དེ་འདྲས་ཅིག་བཤད་བསྡད་ཀྱི་འདུག་གོ་སྲིད་ས་རེད་བོ། དེ་ཡིན་དུས་གང་གི་གཟབ་གཟབ་བྱེད་དགོས་ཀྱི་རེད་ཤག། དེ་ནས་དངོས་དངོས་གནས་བྱས་ནས་བསམ་བློ་བཏང་ཡག་པོ་བཏང་ཤེས་པ་ཡིན་ན་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་མཁན་དེ་ཡང་མཛུ་གུ་བཙུགས་ས་ངོ་མ་འདྲ་པོ་སྟེ། མི་ཟེར་མཁན་དེ་གིས་དངོས་པོ་གི་གནས་ཚུལ་ཇི་མ་ཇི་ལྟ་བ་བཞིན་དུ་བཤད་འདོད་ཡང་མི་ལ་ཡོང་གི་ཡོད་པ་རེད་བཤད་འདོད་དེ། དམྱལ་བ་པ་དང་དེ་ཚོ་ལ་ཤེས་འདོད་ཤེས་འདོད་དེ་སླེབས་ཀྱི་ཡོད་ས་མ་ར་ལི་དང་པ་ཚ་གྲང་དང་དེ་ཚོ་གི་ན་ཚ་གི་དེ་ནི་ཁྱི་དང་ཞི་མི་དང་དེ་ཚོ་ལ་དངོས་པོ་གི་གནས་ཚུལ་ཤེས་འདོད་ག་ན་ག་ན་ཅིག་ཁ་ལག་འདྲ་ཟ་ཡག་གི་བསམ་བློ་དེ་དེ་ནི་བདག་ཏུ་མ་བཟུང་བའི་གི་ད་ད་གང་ཟ་དུད་འགྲོ་དེ་ཚོ་ད་ཅིག་དེ་རིང་དགོང་ད་ཟེར་བ་རེད་ད་ཉལ་ས་འདྲ་ཟེར་བ་རེད་ཅིག་ཧ་བསྡད་ས་འདྲ་པ་དེ་ཚོ་གི་བསམ་བློ། དེ་ནས་ཕ་དུད་འགྲོ་གཞན་དག་དེ་ཚོ་འདི་ལྟར་གཅིག་གི་བཟའ་མི་ཡོང་གི་གཅིག་གི་ཇུར་མིག་བཏང་མི་ཡོང་གི་བསམ་དེ་འདྲའི་གི་སེམས་ཁྲལ་ཁོ་རང་གི་སྟེང་ནས་དུས་འདའ་འགྲོ་གི་ཡོད་རེད་མ་གཏོགས། ཨ་ལས་དང་པོ་དངོས་པོ་གི་གནས་ཚུལ་ཟེར་མཁན་དེ་ག་འདྲའི་ཡིན་མིན་གི་བསམ་བློ་ར་འཁོར་གི་མེད་འཁོར་ཡག་གི་ཁོ་རང་གོ་སྐབས་ར་མེད་རེད་བ་དང་རང་དབང་ར་མེད་རེད་བ་དང།

དེ་ནི་གཅིག་སྡུག་བསྔལ་རང་རྒྱུད་པ་ཟེར་བ་ལ་སྡུག་བསྔལ་མངོན་སུམ་དུ་མེད་དེ་ངས་འདི་སུས་བྲལ་ཟེར་བ་རེད་པ་དང། རྣམ་གཡེང་གི་རྒྱུ་མང་པོ་ཡོད་པ་དེ་འདྲའི། དེ་སོགས་ཁྱོད་ནི་ད་དངོས་པོ་གི་གནས་ཚུལ་ཤེས་འདོད་ཡོང་གི་ཡོད་ས་མ་རེད་དེ། ཕྱོགས་གཅིག་ནས་བསམ་བློ་བཏང་ཡག་དེ། དེ་ཡིན་དུས་གང་ན་མགོ་དེ་ནས་དལ་འབྱོར་གྱི་མི་ལུས་ཀྱི་སྐད་ཆ་ཞིག་གསུང་གི་རེད། དེ་དེ་ཡང། དེ་ནས་ད་དུས་རྒྱུན་ང་རང་ཚོ་བོད་པའི་ནང་ཁུལ་ཟེར་བ་རེད་བ་དེའི་ནང་ནས་ཆོས་ལ་དད་པ་ཡོད་མཁན་དེ་ཚོ་ལ་ད་དེ་ནས་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་མཁན་དེ་རྩ་ཆེན་པོ་རེད་རུས་པའི་ལོང་བ་ནང་བཞིན་ཡ་དེ་ནས། གང་ཟག་ལོ་བརྒྱ་རིང་ན་ན་ཡག་ཡོང་དུས་གང་ན་དེ་གཉའ་ཤིང་བུ་གར་ཚུད་ཡག་ད་ད་དེ་ཚོ་ཅན་དེ་གཅིག་བཤད་དུས་གང་ན་དེ་ནི་དད་པ་ཅན་གྱི་དེ་ཚོ་ཨ་ད་པ་ཅིག་ཞེད་སྣང་འདྲ་སྐྱེ། དེ་ཟེར་བ་རོ་ད་ཅིག་ཨའོ་ད་དེ་ངོ་མ་གཅིག་བཟོ་དགོས་པ་ས་དེ་འདྲ་རེད་གི་བསམ་ན་འཁོར་འཁོར་གི་རེད་བ་ད་དེང་སང་མི་ཚོར་དེ་འགྲོ་གི་མ་རེད་རྣམ་འབྱོར་ལས་སླ་པོ་ཅིག་དེ་འདྲ་གི་དངོས་པོ་གི་གནས་ཚུལ་ཤེས་འདོད་ཡོད་མཁན་དེ། ཤེས་འདོད་ཡང་ཡོད། དེའི་སྟེང་ལ་ཡང་འགྲོ་ཚོང་ཡང་གཏང་ཐུབ། བསམ་བློ་ཡང་འཁོར་ཐུབ། དེའི་སྟེང་དེ་ལ་ཡང་གཏད་རྫི་ཅིག་ཐོས་བསམ་ལ་སོགས་པ་བྱེད་ཐུབ་མཁན་རྗེ་ཡག་གི་ཆ་རྐྱེན་ཡོད་པ། ད་ཡང་དངོས་པོ་གི་གནས་ཚུལ་ཤེས་འདོད་ཡོད་པ་ཅིག་ལ། དངོས་གནས་ད་ཅིག་དགོས་ཀྱི་འདུག་བསམ་ཡང་བསམ་མཁན་དུས་ཚོད་ཡང་ཡོད་དེ་ན། དངོས་པོ་གི་གནས་ཚུལ་མ་གསུང་མཁན་ཟེར་བ་ལ་ཤེས་མཁན་དེ་འདྲའི་གཅིག་དང་མཉམ་དུ་མེད་ན་དེ་ཡང་འབྲི་ཡོད་མ་རབས་ད་ཡང། ག་ཞིག། གླིང་གཞན་དག་ཅིག་ལ་དངོས་པོ་གི་གནས་ཚུལ་གྱི་ཧ་གོ་བ་གོ་ཡ་གི་བསམ་བློ་ཡོད་ན་ཡང། དེ་དེའི་གླིང་དེ་ལ་ཡང་གསང་རྒྱས་མ་བྱོན་དེས་ཆོས་མ་གསུངས་བསྟན་པ་ཡང་མ་གནས་དེ་འདྲས་སུ་ཆགས་བསྡད་པ་ཡིན་ན། འདི་གཅིག་དེ་ནི་ག་ཅིག་མེད་རེད་བ་ད། སྟོབས་འབྱོར་ག་ཚད་ཡོད་ན་ཡོད་མེད་ན་མེད།

ངོས་བོད་ཀྱི་གནས་ཚུལ་ཤེས་འདོད་དེ་ཚོ་ཨ་ལེ་དང་པོ་ཨེ་ཡོད་མེ་ཡོད་ཅི་ཤེས། དེ་ནས་ངས་ངོ་ཤེས་པ་དེ་འདྲ་ཁ་ཤས་ཅིག་ཡོད། དངོས་གནས་ཡང་ཁོ་རང་ཚོ་ཅིག། ལས་དང་ད་སངས་རྒྱས་ཀྱི། ཐུགས་རྗེ་དང་དེ་འདྲའི་གི་དངོས་གནས་ནང་པ་ལ་དཔེ་དགའ་བོ་རེད། ནང་པའི་གི་ཆོས་བྱེད་འདོད་ཡོད་རེད་ཡིན་ན་ཡང་ད་ཁོ་རང་ལུང་པ་དེ་ལ་མངོན་གསལ་དོད་པོ་བྱེད་ཐུབ་གི་ཡོད་མ་རེད། དེ་ནས་ངས་ངོ་ཤེས་པ་ཅིག་ཡོད་དེ་ཁོ་ད།

དལ་འབྱོར་གྱི་མི་ལུས་སེང་གེ་ཤ་དེ་ཚོ་བཤད་དུས་དགའ་ནའང། དངོས་པོ་གི་གནས་ཚུལ་ཤེས་འདོད་ཡོད་ན་ཡང། དེ་ནི་སངས་རྒྱས་མ་བྱོན་པའི་གླིང་འདྲ་དང་གནས་སྐབས་འདྲ་དང། ད་དེ་འདྲའི་ཅིག་རལ་ཚོང་བ་ཡིན་ན་ཡང་ཁོ་དལ་འབྱོར་གྱི་མི་ལུས་རིན་པོ་ཆེ་མ་ཚང་བའི་གི། མ་ཚང་བ་ཡིན་ཟེར་བྱས་ཙང་ད་ལྟ་ངས་ཞུ་རྒྱུ་སྙིང་པོ་དེ་དེ་རེད་ད། དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཟེར་མཁན་དེ་ཚོ་ཡང། བཤད་དགོས་ཡག་གི་རྩ་བ་དེ་དངོས་པོ་གི་གནས་ཚུལ་ལ་ག་འགྲེལ་བ་ཞིབ་པོ་ཅིག་བསླབ་བསྡད་པ་རེད་དེའི་སྐད་ཆ་གི་འགྲེལ་བ་དེ་དེ་ལ་ཡང་འགྲེལ་བ་ཞིབ་པོ་ཅིག་བསླབ་བསྡད་པ་རེད་དེ་མ་གཏོགས་པ་དེ་ནས་ཅིག་ང་ཚོ་ནང་པ་སངས་རྒྱས་བ་ཤ་སྟག་དེ་ནས་ཅིག་མི་ནང་ནས་མི་ལུས་རིན་པོ་ཆེ་ཟེར་མི་ལུས་རིན་པོ་ཆེ་ཟེར་ད་མི་མི་རྫི་ག་དེ་ཟེར་བ་རོ་ད་མི་ག་རེ་ཟེར་བ་རེད་ཨ། རིན་པོ་ཆེ་སི་ཏུ་ཏཱ་ཏུ་ཀྱི་རྩ་ཆེན་པོ་དུ་བརྩི་དགོས་པ་དེ་དེ་འདྲའི་ལབ་བསྟན་ན་ཡང་གོ་བ་ལོག་བྱས་ནས་དེ་འདྲའི་རེག་གི་འདུག་ད་དེ་ཡིན་འདུག་ག་ན་དེ་ཐུགས་ལ་འཇགས་རོགས་གནང། ད་དེ་དང་ཞོར་དུ་ཡང་ངས་དེ་དྲན་གི་འདུག་དཔེར་ན་ང་རང་ཚོས་ཀྱི་ནང་པ་སངས་རྒྱས་པ་ལ་སྡིག་པ་དང་དགེ་བ་དང་སྡིག་པ་ཟེར་མཁན་གྱི་བཤད་རྒྱུན་མེད་པས་ང་ཚོས་དགེ་བ་དང་སྡིག་པ་དེ་ཚོ་ཡང་དེ་ཚོ་ཡང་བཀའ་མོལ་གནང་དུས་ག་ན་གཟབ་གཟབ་གནང་དགོས་ཡ་གཅིག་རེད་ཤག།

ཤེས་རབ་ཟེར་ན་ཡང་ཁོ་ལབ་དེ་བར་ད་ཤེས་རབ་དེ། ཤེས་རབ་དེ་ཡང་མེད་པ་བཏང་བྱས་ན་དེ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་དང་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་གཉིས་སྦྱོང་རང་རེད་དེ། མི་ཚེ་དེ་དེ་ཇི་ག་བྱས་དེ་ན། དེ་ཡིན་ཙང།

ད་བྱང་ཆུབ་ཀྱི་སེམས་དེ་ད་པད་མ་སྲིད་རྩ་ཆེན་པོ་ཡིན་གསུངས་བསྡད་གི་རེད་པ་ད་ང་ཚོ་ང་ཚོའི་ཁག་གིས་ད་བཤད་བསྡད་གི་རེད་དཔེར་ན་ང་ཚོའི་སྔགས་ཀྱི་ཆོས་ཉམས་སུ་ལེན་མཁན་ཚོ་ལ་ཡང་རྩ་ལྟུང་བཅུ་བཞི་དེ་མ་བཤད་ཡོང་དུས་ག་ན་བྱང་ཆུབ་ཀྱི་སེམས་དེ་ད་ཆོས་ཀྱི་ཉིང་ཁུ་ད་བྱང་ཆུབ་ཀྱི་སེམས་ཉམས་པ་ཡིན་ན་དེ་ནི་རྩ་བའི་ལྟུང་བ་ཅིག་བོར་གི་རེད་པ་ད་དེ་བྱང་ཆུབ་ཀྱི་སེམས་ཀྱི་རྩིས་མ་ཟིན་ནས་ལྷ་བསྒོམ་སྔགས་བཟླས་དེ་འདྲ་བྱས་པ་ཡིན་ན་གནོད་ཀྱི་ཡོད་རེད་མ་གཏོགས་ཕལ་ཆེར་ཕན་གྱི་མེད་རེད་ཟེར་གསུང་དགོས་རེད་བ་དང་རང་ལ་ཡང་གནོད་གཞན་ལ་ཡང་གནོད་དེ་འདྲ་གསུང་དགོས་རེད་བ་དང། ད་བྱང་ཆུབ་སེམས་དཔའ་བྱང་ཆུབ་ཀྱི་སེམས་སེང་དེ་རྩ་ཆེན་པོ་རེད། ད་དེ་ཡང་སྤྱོད་འཇུག་གི་ཚིག་མང་པོ་ཅི་ན་སླེབས་ཀྱི་རེད་འགོ་དེ་འདྲ་ཟེར་ད་དེ་རིང་ཡང་ང་ཚོས་མ་གང་ཟག་ལེའུ་དགུ་པ་གི་སྐད་ཆ་དེ་མེད་པ་ཅི་ན་ཡང་ལེའུ་གོང་མ་དེ་ཚོ་གི་སྐད་ཆ་དེ་ཚོ་ཞུ་བར་དྲན་སོང། ལེའུ་སྔོན་འགོག་དེ་ཚོར་མང་པོ་སླེབས་ཀྱི་རེད་དཔེར་ན། སྡིག་པ་པདྨ་སྲིད་ཀྱི་སྡིག་པ་ཆེན་པོ་རྗེས་ཕྱོགས་ཀྱི་མི་དེ་འདྲས་དེ་ཚོ་ཡང། སྡིག་པ་དེ། དེ་ནི་སྐད་ཅིག་གཅིག་གིས་ཕ་མེས་པ་བཟོ་ཐུབ་མཁན་དེ་སུ་རེད་ཟེར་ན་བྱང་ཆུབ་ཀྱི་སེམས་རེད། ཡོད་རེད་ཚིག་དེ་ཚོ་དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ་རྒས་གཞོན་གང་གིས་ཟིལ་གྱིས་གནོན་པར་བྱེད་རུང་ཟིང་འདྲ་པོ་དེ་ཚོ་ཡོད་རེད། དེ་ཡིན་དགོས་པ་གི་རྒྱུ་མཚན་དེ་ད།

སྐྱེ་བ་མང་པོར་སྡིག་པ་བསགས་ཤིང་ཡིག་བརྒྱ་ཚར་བཞི་ཁ་ཤས་ཀྱི་འདོན་བྱེད་དུ་པར་སྒྲ་འགྲོ་བར་བསྲུང་དགོས་དང་དག་འགྲོ་བར་བསྲུང་དགོས་རོ། དེ་འདྲའི་སྐད་ཆ་འདོན་དགོས། དེ་ནས་ཡིག་བརྒྱ་གིས། ཡིག་བརྒྱ་ལ་སོགས་པ་འདོན་པ་དང་དེ་འདྲའི་གི་ཅན་གྱི་ད་མ་ཞིག་ཡང་འདི་ན་དོན་དོན་མེད་ཀྱི་སྔགས་ཀྱི་སྐད་ཆ་ཅིག་སླེབས་སོང་ད་ཡིན་ན་བྱེད་པར་མི་འདུག། འདས་པ་གིས་བསགས་བཞེས་པ་གིས་སྡིག་པ་ཐམས་ཅད་ཡང་དག་འགྲོ་དགོས་བསྲུང་དགོས་རེད་ད་དེ་ལྟར་ད་ཡིན་ཆ་ཅི།

དང་དེ་ནི་ད་དེ་འདྲའི་སྐད་ཆ་མང་པོ་རེད་ཨ་དེ་ནི་མི་ར་ར་རེ་རེ་ཚོས་དེ་འདྲ་སངས་རྒྱས་ཀྱི་གོ་འཕང་ཟེར་བ་རེད་ཐོབ་ཟེར་བ་རེད་ཡང་ན་ནི་མི་ར་ར་རེ་རེ་ཚོས་བདེན་པ་མཐོང་མཐོང་ཡག་གི་ཐབས་ཤེས་མ་ཡིན་པ། སྐྱེ་བོ་མང་པོ་མི་མང་པོ་གྲངས་ཀ་མེད་པ་ཐམས་ཅད་ལམ་སང་ཁོ་རང་དཀའ་བ་དཀའ་ལས་ཡང་མང་པོ་རྒྱག་མ་དགོས་པར་ལམ་སང་ཁོ་རང་དེ་ནི་བདེན་པ་ཐོང་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་མཁན་གྱི་ལམ་དེ་ཡང་དེ་ནི་བྱང་ཆུབ་ཀྱི་སེམས་རེད་ཟེར་མཁན་འདྲ་དང། ད་དེ་འདྲའི་སྐད་ཆ་མང་པོ་རེད། གང་ཡིན་དགོས་སེམས་ཅན་མི་བདེ་གསལ་བར་འདོད་པ་དང་བདེ་མང་བརྒྱ་ཕྲག་སྤྱོད་པར་འདོད་པས་ཀྱང་བྱང་ཆུབ་སེམས་གཉིས་རྟག་ཏུ་བཏང་མི་བྱ། དེ་ཡིན་དུས་གང་ལ་ད་སེམས་ཅན་མང་པོ་གི་སྡུག་བསྔལ་དེ་དག་མེད་པ་བཟོ་དགོས་ཀྱི་འདུག་ཟེར་ནས་སེམས་ཅན་གཅིག་དང་གཉིས་མ་ཡིན་པར་སེམས་ཅན་མང་པོ་གི་སྡུག་བསྔལ་མེད་པ་བཟོ་དགོས་ཀྱི་འདུག་ཟེར་མཁན་དུ་བསམ་མཁན་གྱི་གང་ཟག་སེམས་ཅན་མང་པོ་དེ་ནི་བདེ་བ་སྤྲད་དགོས་ཀྱི་འདུག་བསམ་མཁན་གྱི་གང་ཟག་དེ་ཚོ་ལ་ཡང་ད་ལག་ཆ་ཡོད་ན་མེད་ན་དེ་བྱང་ཆུབ་ཀྱི་སེམས་རེད། ད་དེ་གསུངས་ཡོང་རེད། བྱང་ཆུབ་སེམས་དེ་གང་ཟག་བཏང་ཉན་གྱི་མ་རེད།

གང་ཚེ་སྙན་པོ་ཡང་ཚིག་སྙན་པོ་དོན་དག་ཟབ་པོ་རེད། དེ་ག་རེད་ཟེར་ན། ད་ལེའུ་དང་པོ་ནས་རེད་བ། ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་ཀློང་ཆུ་སྐད་ཅིག་རམ་སྣང་སྟོན་པ་ལྟར། དེ་བཞིན་སངས་རྒྱས་མཐུ་ཡི་རྒྱལ་ལམ་ན་འཇིག་རྟེན་བསོད་ནམས་བློ་གྲོས་ཐང་ག་འབྱུང།

རྣམ་དཔྱོད་ནང་གཤོང་ས་མ་རེད་བསམ་བསམ་དེ་འདྲའི་མང་པོ་གསུངས་ཡོད་རེད་གོ། དཔེར་ན། ཉན་ཐོས་ཉན་རང་དགྲ་བཅོམ་པ་ལྔ་བརྒྱ། ཤིང་རྟ། གཅིག་གི་ནང་དུ་བཞུགས་བསྡད་ཡོད་པ་ཡིན་ན། དེ་ནི་ཤིང་རྟ་དེ་དྲན་མཁན་རྟ་བ་རྒྱུག་ཟིང་རེད་པ་དེ་འདྲའི་མེད་པའི་དབང་དུ་བཏང་ནས།

སེམས་ཅན་ཐམས་ཅད་དངོས་པོ་གི་གནས་ཚུལ་ཧ་གོ་དང་ཀྱེ་མ་ཇི་ལྟ་བ་བཞིན་དུ་ད་འདི་སོགས་ཀྱི་སེམས་ཅན་ཐམས་ཅད་དངོས་པོ་གི་གནས་ཚུལ་མཐོང་ན་ཅི་མ་རུང་དེ་མཐོང་དགོས་ཀྱི་འདུག་དེའི་དོན་དག་ལ་ངས་དེ་ནས་དཀའ་ལས་རྒྱབ་ཀྱི་ཡིན་བསམ་པའི་གི་བསམ་པ་དེ་གང་ཟག་ཉམས་སུ་ལེན་བསམ་པ་དེ་སྐྱེས།

དེང་སང་ད་ལྟ་མང་པར་དེང་སང་ཡང་མང་པར་བ་དང། ཡིན་ཡང་དངོས་པོ་གི་གནས་ཚུལ་དེ་ད་ཅི་རེད་ཟེར་ན་དངོས་པོ་གི་གནས་ཚུལ་དེ་ཧ་མ་གོ་བར་དུ་སེམས་ཅན་ཐམས་ཅད་སྡུག་བསྔལ་དུ་འགྲོ་ས་མ་རེད། ད་དངོས་པོ་གི་གནས་ཚུལ་དེ་དེ་ཙི་ཅི་ཁོང་ཚོ་གི་རྒྱུད་ལ་ཡང་སྐྱེ་ཐུབ་ཅིག་ཅིག་དགོས་ཀྱི་འདུག་བསམ་པའི་བསམ་བློ་དེ་ད་ཧ་དེ་ཡོད་མ་རེད། ཐེག་པ་གང་ཟེར་དེ་སངས་རྒྱས་ཀྱི་གསུང་ཡོད་རེད་མ་གཏོགས་དེ་ཡིན་དུས་ཁ་ན་གལ་ཆེན་པོ་ཞི་བ་ཅིག་རེད་དེ་བར་ད། ད་ཡིན་ན་ཡང་ད་ང་ཚོ་ལ་དོགས་པ་ཅིག་ཡོད་པའི་དབང་དུ་བཏང་ནས་རེད་པ་ད། ད་འདི་འདི་འདྲའི་གི་བསམ་བློ་དེ་དེ་ནས་ང་ཚོ་ལ་ག་རེ་བྱེད་ནས་བྱེད་ཐུབ་གི་རེད་ཡ། ཁོར་ཡུག་འདི་འདྲའི་ཅིག་ནང་དེ་ལ་བསམ་པ་བསམ་པ་བཟང་པོ་དེ་ནང་ནས་བསམ་པ་བཟང་བའི་ནང་ནས་བཟང་པོ་རབ་ཀྱི་མཆོག་ཏུ་གྱུར་པ་རེད་དེ་རེད་པ་ད་དེ། འདི་འདྲའི་གི་དེ་ནས་བསམ་བློ་དེ་ག་འདྲས་སུ་བྱེད་ཐུབ་གི་རེད་ཡ་ད་དེ་དཔེ་ངོ་ན་བྱེད་ག་ལེ་ཁ་པོ་རེད། བསྐྱེད་མི་སྲིད་པ་རེད་ཟེར་བསམ་ཡང་སྲིད་ཀྱི་རེད། ད་དེ་ལ་དེ་ནི་ཞི་བ་ལ་ད་འདས་ལ་གསུངས་ཡོད་པ་རེད་ད། གང་ཡིན་དགོས་ཇི་ལྟར། མཚན་མོ་མུན་ནག་སྤྲིན་རིམ་ན་ཀློང་བཅུ་སྐད་ཅིག་རང་སྣང་སྟོན་པ་ལྟར་དེ་བཞིན་སངས་རྒྱས་མཐུ་ཡི་རྗེས་རབས་ན་འཇིག་རྟེན་བསོད་ནམས་བློ་གྲོས་ཐང་ག་འབྱུང། དེ་ནས་དགོངས་བརྡ་མཚན། སྤྲིན་རིམ་ནག་ན་ནག་ཁུང་ནང་དེ་ལ་མཚམས་ཙམ་བློགས།

བདེ་བར་གཤེགས་པའི་སྙིང་པོ་རང་གི་རྒྱུད་ལ་ཡོད་པ་དེ་གཅིག་བྱེད། དེ་ནས་རྒྱུ་མཚན་གཞན་དག་སྟེ་སངས་རྒྱས་ཀྱི་མཐུ་ཡིས་སངས་རྒྱས་ཀྱི་བྱིན་རླབས་དེ་གཉིས་བསྡོམས་ཡོང་དུས་དེ་ནི་ད་ལྟ་དགོངས་དག་མཚན་ལ་ཀློག་མཚམས་ཙམ་ལ་འགྱུར་བ་ན་བཞིན། དེ་ནི་འདི་འདྲས་ཀྱི་དག་བསམ་པ་བཟང་པོ་བསམ་པ་བཟང་པོ་གཟེངས་ཀྱི་སྐྱེ་རྒྱུད་ཀྱི་ཡོད་རེད་བ་ད་སུ་མི་གོ་སུ་ཡིན་ན་ཡང་ད་དེ་གཅིག་མཚམས་བྱས་ན་ད་རྟག་པར་ད་ཡོང་དགོས་མ་རེད་དེ་ད་མི་སྡུག་ཅག་པས་མ་སྲིད། མི་སྡུག་ཅག་མཐར་ཐུག་པ་གཅིག་ལ་ཡང་མཚམས་མཚམས་ལ་རྒྱ་ལམ་ལ་དེ་ནས་དེ་བསམ་པ་བཟང་པོ་དེ་ཟེར་བ་རེད་བ་སྙིང་རྗེ། བྱམས་པ་སེང་རི་བ་དེ་སོ་དེ་ནས་དེ་ནས་ཡར་རྒྱས་འགྲོ་དུས་གང་ན་ཡ་ད་སེམས་ཅན་ཐམས་ཅད་དངོས་པོ་གི་གནས་ཚུལ་དུ་གཏོང་ན་ཅི་མ་རུང་བསམ་པའི་བསམ་བློ་དེ་འདྲི་ཅིག་ཡོང་གི་ཡོད་ས་རེད་ཡོང་གི་རེད། ད་དེ་སྒྲུང་བཤད་པ་མ་རེད་བ་གོ་དེ་དངོས་གནས་རེད། ང་རང་ཚོ་ཁོང་ཁྲོ་མེ་ལྟར་དུ་འབར་འདོད་ཆ་ཆུ་ལྟར་དུ་གཡོ་ང་རྒྱ་བྲག་རི་ལྟ་བུ་དེ་འདྲ་ག་རེ་མོ་ག་རེ་ཡོད་པ་ཡིན་ན་མཚམས་མཚམས་ཁོ་ན་བསམ་པ་བཟང་པོ་སྐྱེ་རྒྱུ་ཡོད་བ་རེད་ད། ལོ་རེ་རེ་ལ་ཚ་རེ་རེ་ཙམ་མ་དམ་མ་བཅད་ན་ཡང་ད་ཅིག་བཅད་དེ་གོ་བར་ད་དེ་འོ་དེ་ཡོ་རེས་དེ་ཡིན་དུས་གང་ན་བྱང་ཆུབ་ཀྱི་སེམས་སེ་གེན་དེ་ཅི་ཡི་དང་རྩ་བ་དང་ཁུང་དང་དེ་འདྲ་གང་ཡང་མེད་པ་ག་གཞི་ཅིག་ནས་ཕྱི་ལོགས་ཅིག་ནས་བྱང་ཆུབ་ཀྱི་སེམས་སེ་གེན་ཅིག་སངས་རྒྱས་ཀྱི་བཟོ་དེ་ང་ཚོ་གི་ཁོག་པ་ན་ཚུར་བཙུགས་དེ་ནས་དེ་ཡང

དེ་དེ་ཁོ་ཐབས་རེད་ཐབས་ལ་ནི་ངས་ཁ་སང་ནས་ཡང་ནས་ཡང་དུ་ཞུས་པ་ཤེས་རབ་ཀྱི་རྩིས་ཟིན་དགོས་ཀྱི་ཡོད་རེད་ཤེས་རབ་ཀྱི་རྩིས་ལུས་ཟིན་ཤེས་རབ་དང་མཉམ་དུ་རྩིས་ཟིན་དགོས་ཀྱི་རེད་མ་གཏོགས་ཤེས་རབ་ཀྱི་རྩིས་མ་ཟིན་ན་དེ་ནི་ག་རེ་བྱ་དགོས་རེད་ཟེར་ན་ཨ་ད་སངས་རྒྱས་དེ་སྐུ་གཟུགས་མ་འཁྲུལ་ནས་མང་པོ་ཡུན་རིང་པོ་རེད་ད་ཁོ་སངས་རྒྱས་དྲེགས་པ་ཆགས་ཏེ་ཡོད་ཀྱི་རེད་བསམ་ནས་དེ་ནི་སྐུ་གཟུགས་ད་གད་ཕྱིས་བྱས་ཡ་དང་ཁྲུས་ཕུལ་ཡ་དང་དེ་འདྲའི་གི་བསམ་བློ་བཏང་བ་ཡིན་ཏེ་འགྲིག་ཡོད་མ་རེད་ད་དེ།

སྡིག་པ་བཤགས་ཡ། དེ་ཚོ་རེ་དེ་ཚོ་ཡང་རེ་རེ་རེ་རེ་བཞིན་དུ་བསམ་བློ་བཏང་ཡ་མང་པོ་ཡོད་སར་ངོ་ནས་བྱས་ན་དཔེར་ན་རྗེས་སུ་ཡི་རང་རྗེས་སུ་ཡི་རང་ཙམ་གྱིས་བྱེད་པ་ཡིན་ན་རྩ་བསོད་ནམས་བསགས་དགོས་པར་གསུངས་པ་རེད། ད་ལྟའི་ནང་པ་སངས་རྒྱས་པས་མ་གཏོགས་ཕལ་ཆེར་ཕལ་ཆེར་ཁ་ཆེའི་ཡེ་ཤུ་དེ་སོགས་རབ་ཏུ་གོ་མྱོང་ཡོད་ཀྱི་མར་དེའི་སྐད་ཆ་དེ་ཚོ། རྗེས་སུ་ཡི་རང་བྱེད་པ་ཡིན་ན་ད་འདོད་དམ་གང་གིས་འཕགས་པ་འདུས་པ་ན་གསུངས་ཡོད་རོ། སྟོང་གསུམ་རི་རབ་གཙང་མ་བྱས་པའི་ཚད་བཟུང་རུང་རྗེས་སུ་ཡི་རང་དགེ་བ་ལ་ནི་དེ་ལྟར་མིན་ཟེར། སྟོང་གསུམ་གྱི་དེ་ནས་རི་ཐམས་ཅད་ཚུལ་བཅས་སྲང་གཅིག་གང་ན་བཞག། དེ་ནས་སྲང་ལོགས་གཅིག་ལ་རྗེས་སུ་ཡི་རང་བྱས་བྱས་པ་ཀྱི་དགེ་བའི་རྩ་བ་དེ་བཞག་བྱས་ན། རྗེས་སུ་ཡི་རང་བྱས་ཞེས་པའི་གི་གེའུའི་རྩ་བ་དེ་ཤུགས་ཆེ་གི་རེད་ཟེར་གསུངས་བསྡད་ཡོད་དེ་འདྲ་ཡོད་རོ། ཨོ་ད་དེ་ཚོ་ཡང་ཡིན་དགོས་ཡ་གི་རྒྱུ་མཚན་གཞན་དག་གང་ཡང་མེད་རེད། ཐབས་ཤེས་ཟུང་དུ་འཇུག་པ་གི་ལམ་གྱི་ཡིན་པ་དེ་གི། དེ་ཡིན་དུས་གང་ལྟར་ད་དེ་དངོས་གནས་ཡན་ལག་བདུན་པ་དེ་ཚོ་དངོས་གནས་ཁྱེད་རྣམ་པ་དེའི་ཐུགས་བསམ་བཞེད་དང་ཧ་ཅང་གི

ཚེ་རིང་ཡ་ཡ་མ་རེད་ནད་མེད་པ་ཡ་མ་རེད། ལམ་འགྲོ་འགྲོ་ཡ་ཡ་མ་རེད་ཚོང་ལམ་འགྲོ་འགྲོ་ཡ་ཡ་མ་རེད། རྒྱན་པོ་ཐོབ་ཡ་ཡ་མ་རེད། སྦྱར་ཁ་ལོན་ཡ་ཡ་མ་རེད། འདིའི་སྐབས་སུ། བསམ་པ་བྱང་ཆུབ་ཀྱི་སེམས། མི་གཞན་དག་དངོས་པོ་གི་གནས་ཚུལ་ཇི་མ་ཇི་ལྟ་བ་བཞིན་དུ་ཐོབ་ཡག་གི་ཆེད་དུ། དེ་ནི་དེ་འབྲེལ་གྱི་བསམ་བློ་དེ། ག་རེ་ཟེར་བ་དཔྱད་ཡག་གི་ཆེད་དུ་ད་བསོད་ནམས་བསགས་པ་རེད། ང་ཚོར་ད་དེ་རིང་དེ་ག་ཚོད་ཅིག་ཡིན། དེ་སང་ཉིན་ཡང་ཡང་བསྐྱར་ཞུས་ཆོག་པ།